བོད་ཀྱི་རྒྱལ་ས་ལྷ་སར་བོད་རང་བཙན་གྱི་བསྒྲགས་ཡིག་སྤེལ་བ་དང། སླར་ཡང་གཞི་རྒྱ་ཆེ་བའི་ཞི་བའི་སྒེར་ལངས་བྱས་ཤིང། དེ་རྗེས་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ཆོལ་ཁ་གསུམ་གྱི་ས་ཁུལ་མང་པོ་ནས། སླར་ཡང་ཤི་བའི་དངོས་རྒྱུར་གཞི་རྒྱ་ཆེན་པོ་བཞི་ཡོད། ཤི་བའི་དངོས་རྒྱུ་དེ་དག་གི་ཁྲོད་དུ། རྒྱ་མིར་སྲིད་གཞུང་གི་མ་ཉེས་ཁ་གཡོག་གིས། ཆེས་གདུག་རྩུབ་ལྡན་པའི་བྱ་སྤྱོད་ལག་ཏུ་བསྟར་ཏེ། དྲག་གནོན་དང་བཙོན་འཇུག་བཀག་བསྡམ། དམར་གསོད། གཅར་རྡུང་སོགས་ཀྱི་སྒོ་ནས། བོད་མི་ས་ཡ་གཅིག་ལྷག་ཡ་ང་སྙིང་རྗེ་མེད་པའི་བྱ་སྤྱོད་དང། སྲིད་སྤྱི་ཁྲོད་ནས་འདས་གྲོངས་སུ་ཕྱིན་ཡོད། ད་དུང། ད་དུང་ཡང་མི་སྤྱོད་ལས་འདས་པའི་མནར་གཅོད་མཚམས་འཇོག་མེད་པར་མུ་མཐུད་ནས་ཤུགས་ཆེར་གཏོང་བཞིན་ཡོད་ཀྱང། རྒྱལ་སྤྱིའི་སྤྱི་ཚོགས་ཁྲོད་དུ་བོད་མི་འཚོ་གནས་དང་བདེ་སྡུག་སོགས་ལ་རོགས་དངུལ་དང་རྒྱབ་སྐྱོར། འཚེ་མེད། བྱེད་བཞིན་པའི། ཁྱབ་བསྒྲགས་རྫུན་མ་གང་སེར་སྤེལ་མུས་ཡིན། དེ་ལྟ་བུའི། ཕ་བསད་པའི་སྒང་ལ། རྒྱལ་རྔ་བརྡུང་བའི། རྒྱ་དམར་གཞུང་གི་བྱ་སྤྱོད་འདིས། བོད་མི་རེ་རེའི་སེམས་སུ། ཧ་ཅང་གསོད་ཐབས་བྲལ་བའི་ན་ཟུག་དང། བཟོད་ཐབས་མེད་པའི་སྡུག་བསྔལ་གྱི་རྨ་ཁ་ལྗིད་པོ་ཞིག་ཤར་ཡོད་པ་སྨོས་མ་དགོས། བོད་ཀྱི་མི་རབས་གསར་རྙིང་གིས་བོད་མི་རྒས་མགོ་ཁུར་ནས་གཞོན་བསོད་དཀར་ཡང་སྤྱོད་ཀྱིས་བོད་མི་རེ་རེས་རུས་རྐང་དོ་བ་བསུགས། རུས་རྐང་དུ། བོད་མི་རེ་རེའི་རུས་རྐང་དུ། ན་ཟུག་འདི་བག་ཆགས་འཐེན་པའི་ཁྲག་རྩའི་རྒྱུ་ལམ་གང་སར་ཁྱབ་ཡོད། དེ་བས། བོད་མི་མང་པོ་ཞིག་གིས་ཡུན་རིང་གཉིད་ལ་བརྣག་པའི་སེམས་ཀྱི་ན་ཟུག་སྲབ་མོ། འོད་དུ་གྱིས་ཕྱི་རུ་བཏོན་ཏེ་རང་ལུས་མེ་སྲ་གཏོང་རྒྱུ་བྱུང་བ་ལས་སུ་གང་གིས་ཀྱང་འདི་ལ་སྐུར་འདེབས་དང་བཙན་ཤེད་བྱས་མེད་པ་གསལ་པོ་ཡིན། གཉིས་པ། སྤྱིར་འགྲོ་བ་མི་ཞིག་ཡིན་པའི་ཆ་ནས་གཞི་རྩའི་འགྲོ་བ་མིའི་ཐབས་དང་གྲུབ་ངེས་པར་དུ་དགོས་ལ། དེ་དག་ནི་འཛམ་གླིང་སྟེང་གི་སྐྱེས་བུ་ཚང་མར་རང་ཆས་སུ་ཡོད་པའི་གཞི་རྩའི་ཐབས་དང་ཡིན་པས་འདི་རྒྱལ་སྤྱིའི་ཁྲིམས་ཐོག་ནས་ཀྱང་སྲོང་སྐྱོབ་ཀྱི་འགན་དབང་ཡོད་འོན་ཀྱང། བོད་ནང་གི་བོད་མི་ཚོས་ལུས་སྟེང་ན་འགྲོ་བ་མི་ཡི་ཐབ་ཐང་ག་ཚོད་ཚང་འདུག་ཁོང་ཚོར་རིག་གཞུང་སྲོང་སྐྱོབ་དང། ཆོས་ལུགས་དད་མོས་ཀྱི་རང་དབང་མེད་ལ། འདྲ་མཉམ་དང་རང་དབང་གི་ཐབ་ཐང་དེ་བས་ཀྱང་མེད། ལྷག་པར། སྨྲ་བརྗོད་རང་དབང་དང། དྲང་བདེན། མིན་པའི་ལམ་ལུགས་ལ་ངོ་རྒོལ། ངོ་རྒོལ་དང། གཉའ་གནོན། བཤུ་གཞོག་གི་བྱ་སྤྱོད་ལ། ཁ་གཏད་གཅོག་པའི་རང་དབང་སྤུ་ཙམ་མེད། དེ་མཚུངས་སུ། བོད་ཀྱི་དགོན་སྡེ་ཁག་ཏུ་རྒྱལ་གཅེས་ཆོས་གཅེས་ཀྱིས། ལྷབ་གསོལ་སྤེལ་བཞིན་བོད་མི་ཚོར། བཙན་དབང་གིས་གོང་ས་མཆོག་ལ་མཚན་སྨད་ཞུ་རུ་འཇུག་པ། བོད་ཀྱི་གཏེར་ཁ་སྔོག་འདོན་དང། རང་བྱུང་ཁོར་ཡུག་ལ། གཏོར་བཅམ་མཚན་སྨད་བྱེད་པ་སོགས་ཀྱི། རྒྱུ་རྐྱེན་ལ་བརྟེན་ནས། བོད་མི་རྒྱ་གཞུང་ལ་མི་འདོད་པའི་རྣམ་འགྱུར་ཤུགས་ཆེར་སོང་ཡོད་པ་དོན་དངོས་ཡིན། ཕྱི་ཚུལ་ནས་བལྟས་ན། མི་རིགས་རང་སྐྱོང་ས་ཁུལ་གྱི་མིང་བྱང་རྫིག་པོ་རེ་བཏགས་ཡོད་ཀྱང་དོན་དམ་དུ་བོད་མི་རང་ལ་བདག་དབང་གི་ཐབས་དང་རྟེན་འབྲེལ་ཙམ་ཡང་མེད་པར། རྒྱ་དམར་སྲིད་གཞུང་རང་ནས་འཆར་གཞི་ལྡན་པའི་སྒོ་ནས་ལས་དོན་སྣ་མང་ཐད་ཀར་ལག་ཏུ་བསྟར་ཏེ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་དང་གཏོང་བཞིན་ཡོད་ལ། བོད་ཀྱི་ས་ཁུལ་གང་སར་ཆོས་ལུགས་མི་སྣ་དང། སློབ་གསོ་བ། རྩོམ་པ་པོ། སྒྱུ་རྩལ་བ། ཁོར་ཡུག་སྲུང་སྐྱོབ་པ། གཞས་པ་གཞས་མ་སོགས་ཉེས་མེད་མང་ཚོགས་མང་པོའི། ཉེས་མེད། མ་སྲོག་མང་པོ་བཙན་གནོད་དང། དམར་གསོད། བཙོན་འཇུག། རབ་དང་རིམ་པ་མང་པོ་བྱས་ཏེ། འགྲོ་བ་མིའི་ཐབས་དང། བསམ་བཞིན་དུ་རྡོ་རིགས་བཏང་བའི་ཉེར་ལེན་བཅས་ལ་བརྟེན་ནས། ད་ལྟའི་རྫ་དྲག་གི་གནས་བབ་འདི་བྱུང་བར་བསྙོན་དུ་མེད་དོ། མདོར་ན། རང་ལུས་མེ་སར་བཏང་དང་གཏོང་བཞིན་པའི་བོད་མི་དེ་དག་གིས། མེ་ལྕེའི་རླུང་གི་འབོད་ཚིག་ལས། རང་ལུས་མེ་སར་གྱི་རྒྱུ་རྐྱེན་གང་ཡིན་གསལ་པོར་རྟོགས་ཐུབ། འོན་ཀྱང། རྒྱ་དམར་གཞུང་གི་སྒེར་གཅོད་རིང་ལུགས་པ་དེ་དག་གིས་དྲང་བདེན་གྱི་ཆེད་དུ། འབར་བཞིན་པའི་མེ་ལྕེ་ལྟ་བུའི་མིག་ཟུང་དུང་སོང་བ་དང། རང་དབང་གི་སླད་དུ་སྒྲོག་བཞིན་པའི་འབོད་ཚིག་ལ་ཉན་པའི་རྣ་བ་འོན་སོང་བ། འདྲ་མཉམ་གྱི་ཆེད་དུ་རེ་འདུན་བཞེས་བཞིན་པར་ཡ་ལན་སྟེར་བའི། ཁ་ལྕེ་བཀུག་སོང་བའི་སྟབས་ཀྱིས་ཡ་མ་ཟུང་དང། ཁོ་མོའི་ལོ་མས་ཀྱི་འཁྱོག་གཏམ་སྣ་ཚོགས་བརྗོད་ཀྱིན་པ་མ་གཏོགས། སུར་སྣེ་བློ་ལྡན་གྱིས་འཛམ་གླིང་གི་སྐྱེ་བོ་མང་པོས་བོད་ནང་གི་བོད་མིའི་གནས་བབ་ངོ་མ་རྟོགས་ཐུབ་ཀྱི་ཡོད་པ་བོད་པའི། བོད་མིའི་གནས་བབ་ངོ་མ། རྟོགས་ཐུབ་ཀྱི་ཡོད་པ་སྤོབས་པའི་ངང་བཤད་ཐུབ། ཕྱོགས་གཞན་ཞིག་ནས་བཤད་ན། ད་ལྟའི་རང་ལུས་མེར་བསྲེགས་ཀྱི་རྫ་དྲག་གནས་སྟངས་འདིས། ཨེ་དྲངས་པའི་སྒོ་ནས། ཕྱི་དྲོ་ཆར་བའི་ཚུལ་དུ་བོད་ནང། དངོས་ཤུགས་བརྒྱུད་གསུམ་ནས་གདུང་སེམས་མཉམ་སྐྱེད་ཀྱི་གླིང་སྐོར་སྣ་མང། དཔེར་བཞིན་ཡོད་ལ། ལྷག་པར། ལོ་སེར་ལ། སྤྲོ་སྐྱིད་མི་གཏོང་བ་དང། ལྷག་དཀར་གྱི། དུས་ཚིགས། སྲུང་བརྩི་ཞུ་བ། ད་དུང། རང་ལུས་མེ་བསྲེགས་དང་རྒྱ་དམར་གྱིས། དམར་གསོད་བཏང་ཟིན་པའི། རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ལ། མྱ་ངན་གྱི་བསྔོ་བ་སྨོན་ལམ། ཚོགས་པ་བཅས། གང་ནུས་ཅི་ལྕོགས་ཀྱིས། གླིང་སྐོར་རབ་དང་རིམ་པ་མང་པོ། དཔེར་བཞིན་ཡོད། སྐབས་འདིར། ཤི་མི་གཅིག་བསྟེན་ན། རྐྱེན་ངན་གྲོགས་སུ་ཤར་བ་ཡིན་ནམ་མི་ཤེས། གང་ལྟར། བོད་མི་རེ་རེའི་འདུ་ཤེས་ཀྱི་ངོས་སུ། བོད་མིའི་སྐྱིད་སྡུག་མཉམ་མྱོང་དང་མཐུན་འབྲེལ་གྱི། འདུ་བ། དེ་དམ་ནས་དམ་དུ། འདྲེས་ཀྱིན་པའི། ཚོར་འདུ་ཞིག། འགོག་མེད་དུ། སྐྱེས་ཡོང་གི་འདུག། གསུམ་པ། རང་ལུས་མེ་སྲོག་ལ། རྒྱ་གཞུང་གིས་འཁྱོག་བརྗོད་བྱེད་སྟངས། སྤྱིར། བོད་ཀྱི་གནས་བབ་དང་འབྲེལ་བའི་ལས་འགུལ་ཅི་འདྲ་ཞིག་བརྩམས་ན་ཡང། རྒྱ་གཞུང་གིས་མ་རན་པའི་འཁྱོག་བཤད་སྣ་ཚོགས་ཀྱིས་འཛམ་གླིང་ཧྲིལ་པོ་ལྷུ་སྒྲིག་དང་མགོ་སྒུར་གཏོང་བཞིན་པ་ནི། དྲན་རྟེན་གྱི་སྤྱན་ཟུང་དང། སུན་སྣའི་ཐབས་དང་ཚོགས་པ་ཁག་གིས་ཀྱང། ད་ལྟའི་རྫ་དྲག་གི་གནས་བབ་ལ་རྒྱབ་སྐྱོར་དང། ཕྱོགས་འདིའི་དགའ་ནུས་ཅི་ལྕོགས་རྣ་བའི་རེ་སྐོར་ཞུས་ཏེ། གཞུང་འབྲེལ་དང་གཞུང་འབྲེལ་མིན་པའི་ཚོགས་སྡེ་དེ་དག་གིས་ཐོག་མཐའ་བར་གསུམ་དུ་རྒྱ་དམར་སྲིད་གཞུང་ལ་གནོད་ཤུགས་སྤྲད་དེ། བོད་ཀྱི་གནད་དོན་ཐག་གཅོད་དགོས་པའི་རེ་འདུན་ཤུགས་ཆེ་ཞུས་ཡོད། དེ་བཞིན། བོད་མིའི་སྒྲིག་འཛུགས་བཀའ་ཤག་གི་ངོས་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་བརྒྱད་ཉིན། འཛམ་གླིང་ཡུལ་ཕྱོགས་སོ་སོར་གནས་པའི་བོད་རིགས་ཡོངས་དང། བོད་དོན་རྒྱབ་སྐྱོར་བ་ཚང་མས་བོད་ནང་བོད་མི་ཚོར་གདུང་སེམས་མཉམ་སྐྱེ་མཚོན་ཆེད། ཉིན་བརྒྱ་དུས་གཅིག་གི་ཞི་བའི་ལས་འགུལ་སྤེལ་ཅིང། སྤྱི་འཐུས་ལྷན་ཚོགས་ཀྱིས་གཟའ་སྒྲ་ལས་འགུལ་ཁག་དགུ་སྤེལ་རྒྱུ་གསལ་བསྒྲགས་བྱས་ཏེ། དཔེ་དངོས་སུ་ཡོད། ད་དུང། རྒྱ་ནག་གི་སྲིད་འཛིན་ལ། གནད་དོན་ཁག་བདུན། གནད་དོན་ཁག་བདུན། རྫ་དྲག་གིས། ལག་བསྟར་གནང་དགོས་པའི་འབོད་སྐུལ་ཞུས་ཡོད། གཞན་ཡང་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གཉིས་པའི་ཚེས་བཅུ་བཞི་ཉིན། བཀའ་སྤྱི་ལྷན་རྒྱས་ཀྱི་ངོས་ནས་ད་ལྟའི་བོད་ནང་རྫ་དྲག་གནས་ཚུལ་བསྟུད་མར་འབྱུང་བཞིན་པའི་གནས་ཚུལ་དང་འབྲེལ་བའི་གནད་དོན་ཁག་ཅིག་ལ། བཀའ་བསྡུར། ཤུབ་བུར་སྣང་ཡོད། འདི་ལོའི་ལོ་གསར་བའི་ནང་དུ་བོད་མི་མང་སྤྱི་འཐུས་རྣམས་ཀྱིས་སྣེ་ཁྲིད་དང་མི་མང་མཉམ་ཞུགས་བྱས་ཏེ། ལོ་སར་ཚེས་གཅིག་ཉིན་རྡ་སའི་གཙུག་ལག་ཁང་དུ་བོད་ནང་གི་རང་ལུས་མེ་སྲེག་དང་དམར་གསོད་གཏོང་ཟིན་པ། མདོར་ན། བོད་བསྟན་པ་ཆབ་སྲིད་ཀྱི་སླད་དུ་དཀའ་སྡུག་ཚད་མེད་མྱངས་དང་མྱོང་བཞིན་པ་རྣམས་ཀྱི་ཆེད་གདུང་སེམས་མཉམ་སྐྱེད་ཀྱི་བསྔོ་སྨོན་དང། ཉིན་གཅིག་གསལ་བྱེད་ལས་འགུལ། དཔེར་ནི། རྒྱལ་སྤྱི། སྲིད་གཞུང་དང། ཚོགས་སྡེ། གཞུང་འབྲེལ་མིན་པའི་ཚོགས་པ་དང། བོད་དོན། རྒྱབ་སྐྱོར་ཚོགས་པ་ཁག། མི་སྒེར་གྱི་ངོས་ནས་བོད་ནང་གི། དོན་དངོས་གསལ་བཤད་དང་རྒྱབ་སྐྱོར་གྱི། ལས་འགུལ་སྤེལ་བར། སྐུལ་མ་བྱས་ཡོད། གཞན་ཡང། དུས་དང་དུས་སུ་གསལ་འགོད་གསལ་བསྒྲགས་བསྐྱངས་པ་སོགས་ཀྱིས་མཚོན་པའི་ད་ལྟའི་བོད་ནང་གི། རྫ་དྲག་གི་གནས་བབ་ལ། དབུས་བོད་མིའི་སྒྲིག་འཛུགས་ཀྱི་ངོས་ནས། རང་བབས་འགན་འཁྲི་དག། སྐབས་དང་དུས་ལ་བསྟུན་ནས། ལས་འགུལ་སྣ་མང་སྤེལ་གྱིན་པ། ཤེས་རྟོགས་ཡོང་བར། ལས་འགུལ་གལ་ཆེན་འགའ་འདིར། སུན་བསྡུ་བྱས། སུན་བསྡུ་བྱས་པ་ཡིན། དེ་ལས་གྱེས་པའི་གཞི་རྩའི་ལས་འགུལ་དང་འཆར་འགོད་ཁག་རྒྱུན་ལམ་གཞན་དང་གཞན་དུ་ཞིབ་པར་གྱིས། གཉིས། ཚོགས་སྡེ་འདྲ་མིན་ངོས་ནས། དཔེ་བཞིན་པའི་ལས་འགུལ། ལས་འགུལ་རིམ་པ་གཉིས་པ་ནི། གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་གིས་སྤེལ་བཞིན་ཡོད་ལ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་གཉིས་པའི་ཚེས་ཉི་ཤུ་རྩ་ལྔ་ཉིན་དབུས་བོད་ཀྱི་གཞུང་ལྷན། དབུས་བོད་ཀྱི་གཞུང་ལྷན་ཚོགས། དབུས་བོད་ཀྱི་གཞུང་ལྷན་ཚོགས་གཞོན་གཙོས་རྒྱུན་ལས་གསུམ་གྱིས། རྒྱལ་ས་ལྡི་ལི་གསལ་བྱེད་ངོ་རྒོལ་དང། ཚེས་ཉི་ཤུ་རྩ་དྲུག་ཉིན་ཀིརྟི་དགོན་པའི་སྣེ་ཁྲིད་འོག་དགེ་ལྡན་པ་བརྒྱ་ལྷག་གིས་ལྡི་ལི་བར་གོམ་བགྲོད། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་ལྔ་པའི་ཚེས་གཉིས་ཉིན། རྒྱ་གར་རྒྱལ་ཡོངས་ས་གནས་ཁག་ལྔ་བཅུའི་ནང་རྒྱལ་བསྟན་པ། ཉིས་ཁྲི་ལྷག་གིས་ཉིན་བརྒྱ་དུས་གཅིག་ལ་ཞི་བའི་གོམ་བགྲོད་གནང། ལྡི་ལི་ས་གནས་མཐོ་སློབ་བོད་ཀྱི་གཞུང་ནུ་ཚོགས་པའི་གོ་སྒྲིག་འོག་རང་ལུས་མེ་རུ་བསྲེགས་པ། རང་དབང་གི། འབོད་སྒྲ་ཡིན། རང་ལུས་མེ་རུ་བསྲེགས་པ་རང་དབང་གི་འབོད་སྒྲ་ཡིན་སོགས་ཀྱི་སྐབས་དང་དུས་ལ་བསྟུན་ནས། ལྡི་ལི་རྒྱལ་མིའི་གཞུང་ཚབ་ཁང་གི་མདུན་དང། ས་གནས་འདྲ་མིན་དུ་ལས་འགུལ་ཤུགས་ཆེར། སྤེལ་དང། སྤེལ་བཞིན་ཡོད། ད་དུང། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན། པེན་བོད་ཀྱི་རྩོམ་པ་པོ་མཐུན་ཚོགས་ཀྱི་ངོས་ནས། རྒྱ་ནག་གི་སྲིད་འཛིན་ལ། གནད་དོན་གཉིས་གཙོར་བཟུང་གིས། འཕྲལ་ཡིག་ཕུལ་བ། དེ་མཚུངས་སུ། རྒྱ་ནག་གི་སྲིད་འཛིན་གཞོན་པ། ཞི་ཅིན་ཕིང། ཕྱི་ཟླ་གཉིས་པའི་ཚེས་བཅུ་གསུམ་ནས། འདི་ག་ཨ་མི་རི་ཀར་འཚམས་འདྲི་སླེབས་པའི་སྐབས་དང་བསྟུན། ཨ་རི་རྒྱལ་ས་ནེའུ་ཡོག་དང་ས་ཁུལ་གཞན་དག་གི་བུད་མེད་དང་བོད་དོན་རྒྱབ་སྐྱོར་ཚོགས་པ་དེ་བཞིན་ས་གནས་སོ་སོའི་གཞོན་ནུ་ལྷན་ཚོགས་སོགས་ཚོགས་པ་ཁ་ཤས་ཀྱིས་ཤིན་ཅི་པེ་ལ་ངོ་རྒོལ་སྐད་འབོད་ཤུགས་ཆེ་བྱས་ཏེ། ད་ལྟའི་བོད་ནང་གི་རྫ་དྲག་གི་གནས་སྟངས་ལ་རྒྱ་གཞུང་གིས། འགན་འཁུར་དགོས་པའི་བརྡ་ལན་སྤྲད་ཡོད། ད་ལོའི་ལོ་གསར་ཚེས་གཅིག་ཉིན་དང་སྟབས་བསྟུན་ཏེ། དབུ་མའི་ལམ་ལས་འགུལ་ཁང་གི་གོ་སྒྲིག་འོག་བཞུགས་སྒར་རྡ་ས་ནས་ལྡི་ལི་བར་རྒྱལ་མཚོ་སྙེ་གྲོགས་གོམ་བགྲོད་ལས་འགུལ་ཞིག་མགོ་རྩོམ་ཡོད་ལ། རྒྱལ་ས་ལྡི་ལིར་འབྱོར་རྗེས་མཉམ་འབྲེལ་རྒྱལ་ཚོགས་ཀྱི་ལས་འགུལ་བཅས་སུ་བསྐྱོད་དེ་བོད་ནང་གི་བཟའ་བཅའ་གནས་སྟངས་ཐད་འབོད་སྐུལ་ཞུས་ཡོད། ད་ལྟའི་ཆར་ཨ་རིར་རྟེན་གཞི་བྱས་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒོ་དྲུང་དུ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་གོ་སྒྲིག་འོག་ཤུན་པོའི་དོན་ཚན་ལྔ་བཏོན་ཏེ། སྐྱབས་རྗེ་ཤིང་བཟའ་རིན་པོ་ཆེ་དང། རྡོ་རྗེ་རྒྱལ་པོ་ཡེ་ཤེས་བསྟན་འཛིན་གསུམ་གྱིས། དུས་ངེས་མེད་ཀྱི་གསལ་བྱེད་དངོས་སྒོར་སྤེལ་ནས་ད་བར་ཉིན་གྲངས་བཅུ་བདུན་ལྷག་ཕྱིན་ཟིན་ལ། ད་དུང་མུ་མཐུད་ནས་གནང་རྒྱུའི་ཆོད་སེམས་ཡོད་པ་སོགས་མདོར་ན། རྒྱལ་ཁབ་ཕྱི་ནང་གི་གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་གིས་སྔར་ལས་ལྷག་པའི། བོད་ཀྱི་གནད་དོན་ཐད་ལས་འགུལ་སྣ་མང་སྤེལ་དང་སྤེལ་མུས་སུ་ཕྱིན་པ་སྲང་ལམ་དང་རྒྱུན་ལམ་ཁག་མང་པོ་ནས་གསལ་པོར་རྟོགས་ཐུབ་པས་འདིར་རེ་ཟུང་དཔེ་མཚོན་དུ་བཀོད་པ་ཡིན། གསུམ། ས་གནས་སོ་སོ་དང་མི་སྒེར་ངོས་ནས་སྤེལ་བཞིན་པའི་ལས་འགུལ། ད་ལྟའི་རྫ་བྲག་གི་གནས་བབ་ལ་གཞིགས་ཏེ།

སྦེལ་ཀུབ། བྷར་ཧི། གཞིས་ཆགས་ས་ཁུལ་མང་པོ་ནས་ཡུལ་ཁྲིམས་ཀྱི་གནས་བབ་དང་བསྟུན་ཏེ་ལས་འགུལ་སྣ་མང་སྤེལ་བཞིན་ཡོད་ལ། ལྷག་པར་ཤེས་རྒྱའི་ཡུལ་གྲུ་ཁག་མང་པོར་ཚོགས་སྡེ་འདྲ་མིན་གྱིས་ཐད་བྲིས་ཏེ་ས་གནས་སོ་སོ་ནས། སྤྱིར། བོད་དོན་ཁྱབ་བསྒྲགས་དང་ཡང་སྒོས་ད་ལྟའི་རྫ་དྲག་གི་གནས་བབ་དངོས་འགྲེལ་བརྗོད་གནང་ནས་རྒྱབ་སྐྱོར་དང། གདུང་སེམས་མཉམ་སྐྱེད་ཀྱི་ལས་འགུལ་སྣ་མང་སྤེལ་བཞིན་ཡོད། ད་དུང། མི་སྒེར་གྱི་ངོས་ནས་རང་ནུས་ཅི་ལྕོགས་ཀྱིས་ད་ལྟའི་རྫ་བྲག་གི་གནས་བབ་དང་བསྟུན་ནས་གདུང་སེམས་མཉམ་སྐྱེ་དང། རྒྱ་གཞུང་གིས་ད་ལྟའི་རྫ་བྲག་གནས་བབ་ལ་འགན་འཁུར་དགོས་པར་ཞི་བའི་གོམ་བགྲོད་དང་རྐང་བསྐུར་བྱོན་ཏེ་བོད་དོན་ཁྱབ་བསྒྲགས་བྱས་པ་གཞན་ཡང། ད་ལྟའི་རྫ་བྲག་གནས་བབ་བརྗོད་སྙིང་དུ། བརྗོད་ཉིད་དུ་བཟུང་ནས་བགྲོ་གླེང་བྱེད་པ་སོགས་ཀྱིས་བོད་མིའི་སྐྱིད་སྡུག་མཉམ་མྱོང་དང། བོད་མིའི་སྐྱིད་སྡུག་མཉམ་མྱོང་དང་ཐོག་རང་འགན་རང་འཁུར་དང་རང་ངོ་རང་ཤེས་ཀྱི་འདུ་ཤེས་བླ་ལྷག་ཏུ་སྐྱེ་བར་གཞོགས་འདེགས་མི་དམན་པ་བྱེད་མུས་ཡིན། མདོར་ན། ད་ལྟའི་བོད་ནང་གི། འཛའ་འདྲ་གནས་བབ་ལ་འདི་ཆེད་དམིགས་སུ་བཟུང་སྟེ། བྱེས་ཤུལ་བོད་མིའི་གཞུང་མང་ཚོགས་སྡེ་ཁག་གསུམ་མཉམ་རུབ་ཀྱིས་ནུས་ཤུགས་ཅི་ཙམ་ཐོན་མིན་ལ་མ་ལྟོས་པར་བོད་ཀྱི་བསྟན་པ་ཆབ་སྲིད་ཀྱི་ལྷད་དུ་རྒྱ་དམར་གྱི་གནས་བཅོལ་དང་བཙོན་འཇུག་དམར་གསོད། བཏང་ཟིན་པ་རྣམས་དང། ལྷག་པར་དུ། རང་ལུས་གཤིན་པོ་གནང་མཁན་རྣམས་ལ་གདུང་སེམས་མཉམ་སྐྱེད་དང། བོད་ནང་གི་དཀའ་ངལ་དང་གནས་སྟངས་དངོས། འཛམ་གླིང་གི་མི་དམངས་ཀྱི་སྤྱན་སྔར་ཞི་ཐུབ་པར་འབད་བརྩོན་ལྷོད་མེད་གནང་སྟེ། བོད་མིའི་སྐྱིད་སྡུག་མཉམ་མྱོང་གི་འདུ་ཤེས་དང་མཐུན་སྒྲིལ་གྱི་ནུས་ཤུགས་ཏེ། ཆེས་ཆེར་རྒྱས་བཞིན་པས། སྐྱོང་མཚམས་ཤིག་ལ་སླེབས་འདུག་པར་མངོན། འདིར་གསལ་བཤད་ཞུ་རྒྱུ་ཞིག་ལ། གོང་དུ་སྨྲས་ཟིན་པའི་གཞུང་དང་ཚོགས་སྡེ་ཁག་དེ་བཞིན་ས་གནས་དང་མི་སྒེར་གྱིས་སྤེལ་བའི་ལས་འགུལ་དེ་དག་ལས་འགུལ་དེ་དག་ནི་ལས་འགུལ་སྣ་མང་སྤེལ་བའི་ནང་ནས། དཔེ་མཚོན་བརྩམས། རེ། གཙོར་བཟུང་གིས་ཞུས་པ་ལས་ད་ལྟའི་རྫ་དྲག་གི་གནས་བབ་ཐད་སྤེལ་བའི་ལས་འགུལ་ཆེ་ཆུང་ཚང་མ་འདུས་མེད་པ་ཤེས་པར་གྱིས། སྤྱིར་ང་ཚོའི་ལས་འགུལ་འདིས་མུ་མཐུད་ནས་འཛམ་གླིང་མི་དམངས་ཀྱི་དོགས་སྣང་སླེབས་པ་ཙམ་མིན་པར། བོད་མི་རིགས་རང་ཉིད་ཀྱང། བོད་དོན་འཐབ་རྩོད་ཀྱི་ལས་འགུལ་ཁྲོད་ནས་གཉིད་སད་དེ། གཅིག་གྱུར་གྱི་ཁ་ཕྱོགས་ལྡན་པའི་ལས་འགུལ་དང་འཐབ་རྩོད་ཀྱི་ཕྱོགས་སུ་སྐྱོད་ཐུབ་པར་ཡིད་ཆེས་ཀྱིས། བརྟེན་ནས་ཡོད། ལྔ་པ། རྒྱལ་སྤྱི་ཅན་གྱི་བོད་དོན་ལ་གཟིགས་བཞིན་པའི་སྐོར། སྤྱི་བཏང། བོད་མི་རིགས་འདི་གཅེས་ལང་ལང་ཤོར་བའི་མི་རིགས་ཤིག་ཡིན་སྟབས། ཐ་ན་རང་གི་ལྟོ་རྒྱབ་ཀྱང་གཞན་ལ་བརྟེན་ཅི་ཐུབ་བྱེད་པ་ལས། རང་གི་གཙོ་བོར་བརྟེན་ནས། བགྲོད་པའི་གོམས་སྲོལ་དེ་ཙམ་རང་ཤུགས་སུ་མེད། དེའི་ཕྱིར། ཕྱི་ཚུལ་དཔྱད་བརྗོད་པ་མང་དག་ཅིག་གིས། ང་ཚོ་གཞན་བརྟེན་རིང་ལུགས་ཀྱི་ནད་ཡམས་ལས་རྒྱང་དུ་སྐྱོབ་དགོས་པར་བརྗོད་པ་དོན་དངོས་ཡིན། འོན་ཀྱང། ད་ལྟའི་ཆར། ཨོ། ད་ལྟའི་ཆབ་སྲིད་ཀྱི་གནས་བབ་ལ་ལྟོས་ཏེ་བཤད་ན། བོད་ཀྱི་གནད་དོན་འདི་སེལ་བར་བོད་མི་རང་ཉིད་ཀྱི་འཐབ་རྩོད་ཁོ་ནའི་ནུས་པ་དེ་ཙམ་ཐོན་པར་དཀའ་བས། རྒྱལ་སྤྱིའི་སྤྱི་ཚོགས་ཀྱི་ངོས་ནས། བོད་ཀྱི་གནད་དོན་ཐད་འགན་འཁྲི་དང་རྒྱབ་སྐྱོར་ཤུགས་ཆེར་བྱ་རྒྱུ་ནི་མེད་དུ་མི་རུང་བའི་ཆ་རྐྱེན་ཞིག་ཡིན་པས། རྒྱལ་སྤྱིའི་སྤྱི་ཚོགས་དང་ཆབ་སྲིད་ཀྱི་འགྱུར་འགྲོས་ལས་བོད་ཀྱི་གནད་དོན་གླེང་སློང་དང་ཐག་གཅོད་ཀྱི་གོ་གནས་ཆེན་པོ་སོན་ཡོད་སྙམ། དེ་བས། ང་ཚོ་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་གླིང་ཕྱོགས་ནས་བོད་ཀྱི་གནད་དོན་དང། ཁ་ཕྱོགས་གླེང་རྒྱུ་གལ་ཆེ་ཞིང། དུས་རབས་ཀྱི་འགྲོས་དང་མཐུན་པའི་འཐབ་རྩོད་ཅིག་ཏུ་ཁ་ཕྱོགས་རྒྱུ་ནི་དེ་ལས་ཀྱང་གལ་ཆེ་སྙམ། ཐེངས་འདིའི་བོད་ཀྱི་རྫ་བྲག་གི་གནས་བབ་ཐད། རྒྱལ་སྤྱིའི། ཅན་གྱི་བོད་ལ་གཟིགས་ཚུལ་བསྟན་ཡང། མདོར་བསྡུས་ན་སྡེ་ཚན་གསུམ་གྱི་ནང་དུ་བསྡུ་ཐུབ། དང་པོ། རྒྱལ་སྤྱིའི་སྲིད་གཞུང་ཁག་གི་གཟིགས་སྟངས། འདི་ལོ་ཕྱི་ཟླ་དང་པོའི་ཚེས་ཉི་ཤུ་ཉིན་ཧྥ་རན་སིའི་ཕྱི་འབྲེལ་མགྲིན་ཚབ་པ། བཱ་ནད། ཝེ་ལི་རོ། རྒྱ་གཞུང་གིས་བོད་མི་དང་ལྷན་དུ་གྲོས་མོལ་གནང་དགོས་པའི་འབོད་སྐུལ་གནང་འདུག་བོད་ནང་དུ་རང་ལུས་མེ་སྲེག་བཏང་སྟེ་རྒྱ་གཞུང་གི་དྲག་སྤྱོད། དབང་བསྒྱུར་སྲིད་གཞུང་ལ་ཞི་བའི་ངོ་རྒོལ་གྱི་གནས་སྟངས་ཐད། ཧྥ་རན་སིའི་གཞུང་གིས་བློ་འཚབ་ཡོད་པའི་བློ་འཚབ་ཡོད་པར་མ་ཟད། རྒྱ་གཞུང་གིས་བོད་ཀྱི་གནད་དོན་འདི་གྲོས་མོལ་གྱི་ལམ་ནས་སེལ་ཐབས་དགོས་པའི་འབོད་སྐུལ་གནང་ཡོད། དེ་བཞིན་ཨ་རིའི་སྲིད་གཞུང། ཨི་ཏྲ་ལི། འཇར་མན། ཨོ་སི་ཁྲི་ལི་ཡ། འབུར་རྩེར། ལ་སོགས་པའི། རྒྱལ་སྤྱིའི་སྡིངས་ཆའི་ཐོག་ནས་ད་ལྟའི་བོད་ནང་གི། རྫ་དྲ་གནས་བབ་ལ། ཐུགས་ཁུར་དང། གདུང་སེམས་མཉམ་སྐྱེད་ཀྱི་རྣམ་པ་ཤུགས་ཆེ་བསྟན་ཏེ། རྒྱ་གཞུང་ལ་བོད་ཀྱི་གནད་དོན། ཐད། གྲོས་མོལ་གནང་དགོས་པའི་དགོས་མཁོར་ཞུས་ཡོད། གསུམ་པ། ཨོ། གྲོས་མོལ། གནང་དགོས་པའི་འབོད་སྐུལ་ཞུས་ཡོད། གཉིས། སྲིད་གཞུང་གིས་གྲོས་ཚོགས་ཁག་ནས་གཟིགས་སྟངས་དེ་ཡང་ཉེ་བའི་ཆར་ཨ་རིག་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་སྐུ་མཱ་རི་ཡ་ཨོ་ཏི་རུ་མཆོག་གིས་སྤེལ་བའི་བསྒྲགས་གཏམ་ནང། ཨ་རིས་ཝ་ཤིང་ཏོན་དུ་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ལས་འགུལ་ཚོགས་པའི་ཚོགས་གཙོ་ལྕམ་མེ་རི་བྷར་ཏ་མཱ་ཀི། Mary Byrd Mackey།

བསྒྲགས་གཏམ་གྱིས་མཚོན་པའི་ཨ་རིག་ནང་གི་གྲོས་ཚོགས་འཐུས་མི། བོད་ནང་གི་རྫ་དྲག་གནས་བབ། དོ་སྣང་ཤུགས་ཆེ་བྱས་དང་བྱེད་བཞིན་ཡོད། གཞན་ཡང། ཨི་ཏྲ་ལི་གྲོས་ཚོགས་འོག་མའི། Chamber of Deputies། ཚོགས་འདུའི་སྐབས་དང། འཇར་མན་དུ་འཚོགས་པའི་རྒྱལ་སྤྱིའི་བདེ་འཇགས་ཚོགས་ཆེན་སྟེང་དུ། ཨ་རིའི་གྲོས་ཚོགས་འཐུས་མི། ཇོན་མེག་ཁེན་ལགས་ཀྱིས་རྒྱ་ནག་གི་དཀྱིལ་བཤེར་ཡུལ་གྲུ་ལྟ་བུ་གསལ་བྱེད་འབྱུང་སྲིད་པའི་ཉེན་བརྡ་བཏང་བ་སོགས་ཀྱིས་མཚོན་པའི་རྒྱལ་སྤྱིའི་གྲོས་ཚོགས་ཁག་གི་གནད་ཡོད་མི་སྣས་བོད་དོན་ཤུགས་ཆེ་གླེང་བཞིན་ཡོད་ལ། དོ་བདག་གིས་གླེང་ཕྱོགས་གཙོ་བོ་མདོར་བསྡུས་ན། འགའ་རེས་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་གསར་བ་འཇོག་བཞིན་ཡོད་ལ། ཁ་ཤས་ཀྱིས་ཉེ་བའི་ཆར་བོད་ནང་དུ་བྱུང་དང་འབྱུང་བཞིན་པའི་བཟའ་ཟླ་གནས་བབ་ལ་གདོང་སེམས་མཉམ་སྐྱེད་ཀྱི་བསྒྲགས་གཏམ་སྤེལ་ཡོད། དེ་མཚུངས་རྒྱ་གཞུང་གིས། གོང་ས་མཆོག་གི་སྐུ་ཚབ་དང་ལྷན་དུ། བོད་དོན་མཐའ་གཅོད་ཀྱི་གྲོས་མོལ་གནང་རྒྱུར་འབོད་སྐུལ་དང། ད་ལྟའི་བོད་ནང་གི་དངོས་ཡོད་གནས་ཚུལ་ཤེས་རྟོགས་ཐུབ་པར་རྒྱལ་སྤྱིའི་སྤྱི་ཚོགས་ཀྱིས་གནོད་ཤུགས་སྤྲད་དེ་བོད་ནང་རང་དབང་གི་སེམས་ཁུར་བ་དང་འགྲོ་བ་མིའི་ཐབ་ཐང་རྟོག་ཞིབ་ཚོགས་ཆུང་གཏོང་རྒྱུར་རྒྱབ་སྐྱོར་དང་རེ་འདུན་ཤུགས་ཆེ་གླེང་ཡོད། གསུམ།

Network International Tibet Network ནི་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོའི་ཟླ་བཅུ་གཅིག་པའི་ཚེས་གཉིས་ཉིན་འཛམ་གླིང་ཡུལ་གྲུ་གང་སར་གནས་པའི་བོད་པ་དང་བོད་དོན་རྒྱབ་སྐྱོར་ཚོགས་པའི་ངོས་ནས་ཡུལ་ལུང་སོ་སོས་རྒྱ་ནག་གི་གཞུང་ཚབ་མདུན་ནས་ངོ་རྒོལ་གྱི་ལས་འགུལ་སྤེལ་བའི་རེ་སྐུལ་ཞུས་ཏེ་བོད་དོན་ལ་རྒྱབ་སྐྱོར་ཆེད་ལས་འགུལ་སྤེལ་ཡོད། དེ་བཞིན་ཨ་རི་གྲོང་ཁྱེར་ནིའུ་ཡོག་ནང་དུ་ཡོད་པའི། རྒྱ་རིགས་ཤེས་ཡོན་ཅན་དང་མཁས་པ་ཁག་གཅིག་གིས་ཉེ་ཆར། བོད་ནང་བྱུང་བའི་རྫ་དྲག་གནས་སྟངས་སྐོར་ལ་བགྲོ་གླེང་བྱས་པ། ཝེ་ཐི་ནམ་དང་རྒྱ་རིགས་བོད་དོན་རྒྱབ་སྐྱོར་གྱི་ཚོགས་པ་ཆེ་གྲས་ཁག་གཅིག་གིས་རྒྱ་གཞུང་ནས་བོད་ནང་གི་བོད་མིར་དྲག་གནོན་བྱེད་བཞིན་པ་མཚམས་འཇོག་དགོས་པའི་རེ་འདུན་ཞུས་ཡོད། རྒྱ་ནག་ནང་དུ་རྟེན་གཞི་བྱས་པའི་ཕྱི་རྒྱལ་སེམས་མགོན་མཐུན་ཚོགས་ཀྱིས་བོད་ཀྱི་ས་ཁུལ་ཁག་ཏུ་བོད་མིར། ས་ཁུལ་ཁག་ཏུ་བོད་མིའི་རང་ལུས་མེ་གསང་བཏང་བའི་གནད་དོན་སྐོར་རྟོག་ཞིབ་ཆེད་བོད་ནང་བསྐྱོད་ཆོག་པའི་ཆོག་མཆན་སྤྲད་དགོས་པ། སྤྲད་དགོས་པར་རྒྱ་ནག་གཞུང་ལ་རེ་འདུན་བཏོན་པ་སོགས། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་སྡེ་འདྲ་མིན་གྱིས་ད་ལྟའི་བོད་ཀྱི་གཟའ་སྒྲ་གནས་བབ་ལ་གདུང་སེམས་མཉམ་སྐྱེ་དང་རྒྱབ་སྐྱོར་ཤུགས་ཆེ་བྱས་ཏེ་རྒྱ་གཞུང་ལ་གནོན་ཤུགས་སྤྲད་བཞིན་ཡོད། གཞན་ཡང། རང་དབང་ལྡན་པའི་གཟུགས་མཐོང་བརྙན་འཕྲིན་གྱི་རྒྱུད་ལམ་ཁག་མང་པོ་ནས་བོད་ནང་གི་རང་ལུས་མེར་བསྲེགས་ལས་འགུལ་སྐོར་འགྲེལ་བརྗོད་དང་དཔྱད་གླེང་སྣ་ཚོགས་སྤེལ་བཞིན་ཡོད་ལ། ཟླ་འདིའི་ཚེས་གསུམ་ཉིན་སུད་སུ་འཚོགས་བཞིན་པའི་རྒྱལ་ཚོགས་ཀྱི་ཚོགས་ཆེན་སྟེང་ཨ་རིའི་འགྲོ་བ་མིའི་ཐོབ་ཐང་དྲུང་ཆེ་དང། ཅེཀ་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་གཉིས་ཀྱིས་བོད་ནང་གི་གནས་སྟངས་ཐོག་སེམས་ཚོར་ཡོད་སྐོར་བརྗོད་པ་སོགས་མདོར་ན། རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་སྡེ་འདྲ་མིན་ནས་དངོས་ཤུགས་བརྒྱུད་གསུམ་ནས་བོད་ཀྱི་གནད་དོན་འདི་རྒྱལ་སྤྱིའི་སྡིངས་ཆའི་ཐོག་གླེང་སློང་བྱེད་བཞིན་པ་འདི་དག་ནི།

འཇར་མན་གྱི་བོད་དོན་རྒྱབ་སྐྱོར་བ་སྐུ་ཞབས Gerard Martin ལགས་ཀྱིས་འཇར་མན་གྱི་གྲོང་ཁྱེར་མུ་ནི་ཅི་ནང་གི་རྒྱ་ནག་གཞུང་ཚབ་ཁང་དུ་ངོ་རྒོལ་སྐད་འབོད་དང། རྒྱ་ནག་གིས་རྒྱལ་དར་མེ་སྲ་བྱས་ཏེ་བོད་ཕྱི་ནང་དུ་རང་ལུས་མེ་སྲ་བཏང་བའི་བོད་མི་རྣམས་ལ་དུང་སེམས་མཉམ་སྐྱེ་གནང་ཡོད། རྒྱ་རིགས་དམངས་གཙོ་དོན་གཉེར་བ་གྲགས་ཅན་དང། དུས་རབས་ཉེར་གཅིག་པའི་རྒྱ་ནག་ཐེབས་རྩ་ཚོགས་པའི། སོགས་བརྩི། ཡང་ཅིན་ལི། ཡང་ཅིན་ལི། ནེའུ། ཡང་ཅིན་ལི། ནེའུ་ཡོངས་ལ་ཆེད་ཕེབས་ཀྱིས། ད་ལྟའི་མཛའ་གྲགས་ཀྱི། གནས་བབ་ལ་གདུང་སེམས་མཉམ་སྐྱེད་ཀྱིས། དུས་ཡུན་ངེས་མེད་ཀྱི་གསལ་བྱེད་ངོ་རྒོལ་གནང། ཉིན་གཅིག་ལ་མཉམ་ཞུགས་བྱས་ཡོད། བོད་དུ་རྒྱལ་སྤྱིའི། སྲིད་གཞུང་དང། གྲོས་ཚོགས་ཁག་དང། རྒྱལ་སྤྱིའི་ཚོགས་སྡེ་ཁག་དང། མི་སྒེར་བཅས་ཀྱིས་བོད་ཀྱི་གནད་དོན་ཐད། སེམས་ཁུར་དང་རྒྱབ་སྐྱོར་གྱི་རྣམ་པ་སྟོན་བཞིན་པའི་སྐོར། དཔེ་མཚོན་འགའ་འདིར་བཀོད་ནས། བོད་དོན་ཐད། རྣམ་པ་དང་ངོ་བོ་འདྲ་མིན་གྱི་སྒོ་ནས་བོད་ཀྱི་གནད་དོན་ལ་རྒྱབ་སྐྱོར་དང། ཕྱོགས་འདུས་གང་ནུས་ཅི་ལྕོགས་གནང་བཞིན་པ། ཤེས་རྟོགས་བྱེད་པར་བ་ཡིན། དེ་ཡང། ད་ལྟའི་ཆར ྋགོང་ས་མཆོག་གིས་བླ་མའི་མཛད་འཕྲིན་སྤྱི་དང་བྱེ་བྲག་གཞིས་བཞུགས་རྒྱལ་གཅེས་བོད་མི་མང་གི་ཆོལ་གསུམ་དང། གཉིས་སྡེབ་སྔར་ལས་བརྟན་པ་དེ་དང་ཆབས་ཅིག། དབུས་བོད་མིའི་སྒྲིག་འཛུགས་ཀྱི་གཞུང་དང་མང་གཙོ་གཞན་ཡང་གཞུང་འབྲེལ་མིན་པའི་ཚོགས་སྡེ་ཁག་དང། བོད་དོན་ལ་རྒྱབ་སྐྱོར་བྱེད་མཁན་གྱི་གཞུང་དང་ཚོགས་པ་མི་སྒེར་བཅས་ཀྱིས་ནུས་ཤུགས་གཅིག་ཏུ་སྒྲིལ་བའི་ཉེར་ལེན་ལ་བརྟེན་ནས་བོད་ཀྱི་གནད་དོན་འདི་བོད་ཀྱི་གནད་དོན་འདི་ཉིད། རྒྱལ་སྤྱིའི་སྡིངས་ཆའི་སྟེང་ནས་མི་གླེང་ཐབས་མེད་ཀྱི་གནད་དོན་ཞིག་ཏུ་ཆགས་ཡོད། ལྷག་པར་དེང་གི་དཔལ་འབྱོར་འགྲན་རྩོད་ཀྱི་དུས་རབས་འདིའི་ནང་དུ། རྒྱ་ནག་སྟོབས་ཆེན་རྒྱལ་ཁབ་ཀྱིས་ཀྱང་ནམ་ཡང་གཡོལ་ཐབས་མེད་པའི་དཀའ་ངལ་ཞིག་ཏུ་ངོས་བཟུང་ནས། ཐབས་ཤེས་ཡོད་རྒུ་རྩལ། ཆུ་སྐྱེས། ཁ་གཏད་གཅོག་དགོས་པའི་གནད་དོན་ཞིག་ཏུའང་གྱུར་ཡོད། དེ་བས། མུ་མཐུད་ནས་བོད་ཀྱི་འཐབ་རྩོད་ཀྱི་ངོ་བོ་རྒྱུན་འཁྱོངས་དང་ནུས་ཤུགས་ལྡན་པ་ཡོང་བར་ཚང་མས་ཕྱར་གྲུ་མཉམ་འདེགས་ཀྱི་འགན་འཁྲི་དང་ནུས་པ་གཅིག་ཏུ་སྤུངས་རྒྱུ་གལ་ཆེའོ། ཡོང་ཁུངས་བོད་ཀྱི་དུས་བབ་དྲ་བ།